དེ་རྗེས་ནས་མན་དེའི་བཟང་མོ་གི་རྩེ་མོ་རྩེ་དཀར་འདྲ་ཡིན། དེ་ནས་རྨ་བོའི་ཆོས་ཡ་ར་སོང་དུས་གསང་ལངས་དཔལ་གྱི་འོད་ཟེར་གྱི་ཟི་ག་ཐོན་ཟིག། དེ་ནས་བྲམ་ཟེའི་དབུལ་བོ་གཉིས་འགོ་གསུམ་ཡོང་བས་རྒྱལ་བོའི་དྲི་མེད་ཀི་འདི་ན་གཤེགས་འཚལ་ཡས་ཁོང་ཁྱོད་སྦྱིན་པ་གཟིགས་ཟེར་དུས། རྒྱལ་བོ་གི་ཁྱི་གསུམ་པོ་གང་ནས་ཡིན། ཁྱི་ཁྱོད་ཐོས་ནོ་དགའ་གི་ར། ང་སྟེར་གྱི་མེད་ལ་ཁྱི་ཁྱོད་ཁྱི་ཟིག་སྟེར་ཟེར་དུས། དེ་དུས་ཁོང་ཅོག་བྱ་ཡིས་ཉང་ཧྲང་གསུམ་པོ་ཕྱི་ན་དང་བཟས་ཚུགས། རྒྱལ་བོ་ཁོང་རིག་གི། རྒྱལ་བོ་ཉང་ཧྲང་གསུམ་པོ། ལོ་ཆུང་ནི་གི་གཡོག་མི་ཐུབ་གི། ཨ་མ་ར་ཁ་བྲལ་ན་སྙིང་རྗེ་ཨང་བཟས་དུས། བྲམ་ཟེ་ཆུའི་སྙིང་རྗེ་ཡིས་ཁོང་ཅོག་གསོད་རྒྱུ་མ་རུ་མོ། བ་ཚུད་ཐུབ་ཚུལ་གི་གཡོག་རེ་ཡིན་ན་ཆོག་གི། དུ་བཟས་དུས་རྒྱལ་བོ་དྲི་མེད་ཀི་འདི་ཁོང་རིག་གི་ཐུགས། ད་ངའི་སེམས་ཅན་གི་སྐྱི་འཛུལ་གྱི། དམ་བཅའ་བྱས་ཡོད་གི་སྟེར་དགོས་རྒྱུ། རི་ར་ས་མཐའ་འདིའི་མི་གཟའ་ཐོན་ནས་མལ་འདི་བཟང་མོའི་ལག་གི་བྱ་ཡུལ་ཆུ་བོ་བྱང་ངེས་ཤིན་བཏང་ན། ད་འདི་ཡང་ཕྱིར་སྐྱེས་ན་ཐུག་རྒྱུའི་ཉེན་ཁ་ཡོད་རྒྱུ། ཟད་མེད་ཁོང་རིགས་ཀྱི་ཐུགས་འདང་བཞག་གནང་ཨེ། བཙུན་མོ་མལ་འདི་བཟང་མོ་ཁྱོད་སོང་བ་སུས་རྟོགས་ཆ་ཟིག་ཐིས་ཞོག་མགྲོན་པོ་ཉག་གསུམ་པོ་གཅིག་གྲོངས་ཟིག་ཟིག། དེ་ནས་བཟང་མོ་ཤིང་ཏོག་རྩ་གི་བུ་སོང་ནོ། དགེ་བའི་ལྷ་གི་སྦྱིན་པ་ལ་བར་ཆད་མི་འབྱུང་བའི་ཕྱིར་དུ། ཤིང་ཏོག་གཟུགས་ཨེ་མོ་གཟུགས་ཡང་ཐག་ཉེ་ས་ན་མེད་སོང་བས། མན་དེ་བཟང་མོ་གཙིགས་ཨེ་གཟུགས་ཐག་རང་འཇོག་དགོས་དང། དེའི་ཤུགས་ཁ་གི། རྒྱལ་བུ་དྲི་མེད་ཀུན་ལྡན་གྱི། སྲས་ཉང་ཧྲང་གསུམ་གྱི་གླགས་མགོ་གི་སོང་བས། རྒྱལ་བུ་དྲི་མེད་ཀུན་ལྡན་ཁོང་རིགས་ཀྱི་དཔྱད་ཡིག་གསུམ་པོ་འདི་གསུངས་མི།

འདི་ཕྱིའི་མི་རྟག་མཚན་ཉིད་འདི་རང་ཡིན། ཡ། ལེགས་ལྡན་འདྲ་ལེགས་པའི་ལེགས་མཛེས་མ་རག་གསུམ་པོ། ཡིན་རུང་ཧ་མ་ར་བའི་དྲུག་འབྲུ་ནོར་བུ་མཐའ་མ་དེ་རང་ཞིག། མཐུན་པར་འབྲུ་འབྲུ་ནས་མཐའ་མ་ཁ་དཀར་གོ་ནོར་འདི། འདི་ཕྱིའི་འཇིག་རྟེན་གྱི་ཆོས་ཉིད་མི་རྟོག་པ་ཡིན་པའི་མཚན་ཉིད་འདི་མོ་ཟིག་ཡིན། ཡབ་ཆེན་རྒྱལ་བོའི་ཆེ་ཆུང་སྙིང་ཐག་རང་སོང་བའི་ཤ་མ་ཚ་ནི་མིན། འགྲོ་བ་རིགས་གཅིག་སེམས་ཅན་ཐམས་ཅད་པོ། ལྷན་གཅིག་ཏུ་འདི་འདི་གཉིས་ཀ། ཐ་མ་ཁ་བྲལ་སྒོ་ནི་རི་ཨ་གོ་གི་ཉང་ཧྲང་གསུམ་པོ། ད་ཡབ་ལ་མ་འཕྲང་ཡུམ་ལ་མ་སྲིན་མ། བྲམ་ཟེ་གི་ཐིག་རྐང་རྫོགས་ཕྱིར་དུ། ད་ཆུ་ཆུ་འཇོག་སྒོ་ནི་རི་རྫས་དེ། སྲས་སྐྱམ་སྲང་གསུམ་པོ་རེ་རེ་བཞིན་དུ་བྲམ་ཟེ་ཁར་རིགས་ལག་བཞག་དང་གཟིགས། སྐྱམ་སྲང་གསུམ་པོ་སྐུ་ན་ཆུང་ནི་རི། ཁྱད་པར་དུ་འཇོ་ཁ་ཨ་མ་ར་མ་ཐིག་ནོག་གི་སེམས་འཕྲང་ཡིན། ཟི་གེ་ཟི་ག་ཤེ་ར་འཐེན་འཐེན་ཨེ་ལེ། ཟི་གེ་ཟི་འདི་གི་ག་རེ་གོར་ཨེ་ན་ཨ་མ་ཤེ་ར་ཅིག་ཨ་ཐོ་ན་བསམ་མེད་དེ་རེར་གི་གི་ཟི། དེ་ནས་བྲམ་ཟེ་སྐྱམ་སང་སྲིན་པོའི་ལྗོན་ཤིང་དང་ཟི་ག་དག་གིས། སྐད་ཅིག་འགབ་ལོག་སྟེ་ཤང་ཚེར་མའི་ཡལ་ག་ཟིག་བྱས་ལེ། ཤ་ཡི་ཆོག་རྡུང་བའི་གཏུམ་མོ་ཨེ་ཟི། རྒྱལ་བོའི་དྲི་མེད་ཀུན་ལྡན་ཁོང་རིགས་ཡང་སྐྱེན་ཆུབ་ཟིན་ནས། སྐྱེན་གི་གཟུགས་མ་ནི་བར་སྐྱེས་གི་དབུ་དུ་མས་བཞུགས་ཟི།

དེ་དང་མ་འཕྲད་བདག་ཡུལ་སྐྱོ་བ་འདུག། སྐྱོ་ཡང་མ་ཕན་ཡབ་ཡུམ་བདེ་བར་གཞུག། ཡབ་ཆེན་རྒྱལ་པོ་ཆོས་སྟོན་ཆེན་པོ་སྒྲུབ་རྒྱུའི་ཕྱིར་དུ་ཁོང་ཁྱོད་ཉང་ཧྲང་ཆོས་གཏེར་ཇོ་དམ་བཅའ་བཞེས་བཏང་ནས། ཡབ་ཀྱི་བཀའ་བཞིན་དུ་ཁོང་ཁྱོད་འཇོ་ར་ར། བཀྲིན་གྱིས་སྐྱོང་ཞིང་སྙིང་ནས་བརྩེ་བའི་ཨ་མ། འཇོ་ཁ་ཅིག་མ་ཐུག་ནོ་ཡིད་སེམས་སྐྱོ་གི་ར་ད་སྐྱོ་ན་ར་ཧན་ཐོག་མེད་ཀི་ཡབ་ཡུམ་གཉིས་ཀ་བདེ་མོ་བྱེད་གཞུག་ཟེར་ངེས།

ཡབ་ཀྱིས་ཅི་འདོད་འདོད་སེམས་ཅི་ན་སྟེར་རྒྱུ་གི་དམ་བཅའ་ཡོད་ནོར་མི་འཇོག་རྫས་ན་ཡབ་གི་དམ་བཅའ་འགའ་འཇོག། ཐིག་རྐང་རྫོགས་རྒྱུའི་ཕྱིར་དུ་ཁོང་ཁྱོད་འཇོག་ར་འཇོག་ཁ་ཨ་མ་མ་ཐིག་ནོ་ཡིད་སེམས་སྐྱོ་གི། མྱི་ཚེ་འདི་ག་ཧ་མ་ཉི་ག་ཕྱི་ར་ཐིག་རྒྱུ་ཨི་རི། གལ་ཏེ་མྱི་ཚེ་འདི་གི་མ་ཐིག་ན་ཕྱི་མ་བྱང་ཆུབ་ཀི་ལམ་གི་ཅིག་ཐིག་ནས་སྨོན་ལམ་རྫས་ཟིག་ལག་སྤོད་གི།

ལག་མཛེས་སེར་བའི་རྣ་ཆུང་རྨ་བྱ་ལྔ། ཡབ་ཡུམ་ལྗོན་ཀུའི་དབང་བོ་ཉི་ག་སྤྱིར་བཏང། རིགས་ངན་གྱི་བྲམ་ཟེ་གཟུགས་ཀྱི་གཡོག་བ་འགྲོ་སྒོ་དང་ནི། ཡབ་ཀྱི་བཀའ་བཞིན་དུ་འབྱོར། བརྩེ་བའི་སྐྱོང་ཞིང་ནི་མ་བདུད་ནོར་བུ་ཨ་མ། འཇོ་ཁ་དེ་མ་འཁྲུལ་ནོ་ཡིད་སེམས་སྐྱོ། ཉི་ཚེ་འདི་གི་མ་ཐུག་ན་ཕྱི་མ་གི་ཐུག་ནས་སྨོན་ལམ་མཛད་གཟིགས། འདིའི་སྐབས་འདི་ཡབ་རྒྱལ་པོ་དྲི་མེད་ཀུན་ལྡན་ཁོང་རིགས་ཀྱི་ཡང་སྤྱན་ཆབ་སྙིགས་ལྕི་ལེན།

ད་རེས་རྒྱུ་འབའ་ཆེ་གཅིག་ལམ་ཡིན་མིན་པའི། སྙིང་རུས་བསྐྱིལ་ལ་མཆི་མ་དམར་གཏོང་ཞིག། སྙིང་ཧྲང་སྲིན་པོ་ངུ་ཁོག་གི་སྙིང་རུས་སྙིང་ར་ཁ་བྲལ་དང་ནུས་སྡུག་ངལ་ལེའུ་བྲལ། ད་ཐེངས་རྒྱུ་འབའ་འདི་ཆེ་གི་ལམ་ཡིན་མིན་སྟོབས་ཀྱི་སྙིང་སྟོབས་སྐྱེ་ལ་སྙིགས་ཆུ་མ་ཧལ་ཨ་བླ་མ་ལྷ་དང་དཀོན་མཆོག་ཐུགས་རྗེའི་སྤྱན། ངའི་ཞལ་ཡིས་བྱམས་ཤིང་འདི་གསུམ་པོ་ལམ་དུ་ཞུགས་པའི་སྐབས་སུ། བློ་རིག་ནི་སྐྱེ་བར་ཆེར་མི་འབྱུང། ངའི་ཧིན་དབྱངས་ནས་སྨྲས་པའི་བདེན་ཚིག་གི་ཡབ་ཡུམ་སྲས་དང་བཅས་པ་མྱུར་དུ་གཅིག་འཇའ་ནས་སྨོན་ལམ་གསུངས་གཟིགས། དེ་ནས་སྲས་སྐྱབས་སེང་གསུམ་པོ་བྲམ་ཟེ་ཆོས་འཆད་ཚོགས་མིར། ལམ་ཐག་རང་ས་ཟིག་གི་ཞལ་ཡིས་ཆོས་དབྱངས་ཁ་བྲལ་ལས་རང་རང་གི་གནས་སུ་ཆུད་གསུངས་གཟིགས། དེའི་སྐབས་དེ་སྨན་འདྲེ་བཟང་མོ་གི། སུས་རྟོགས་བྱ་གཟིགས་དེའི་ཕྱིར་ཡོང་དུས། རྒྱལ་བུ་ཁོང་རིགས་ཀྱི་སྐུ་མདུན་ན་བསེ་སྐྱམ་སྲང་གསུམ་པོ་ར་བྲམ་ཟེའི་ཕྱོགས་གནས་མེད་ཀྱི། བཟང་མོའི་ཚེ་མ། ད་ནི་ཉང་སྲང་གསུམ་པོ་བྲམ་ཟེ་ཤིན་དང་ནི་རུ་ས་མེ། སྐད་ཅིག་ཉིད་ལ་ལུས་ས་བརྡལ་བས་སྡུག་བསྔལ་གྱི་སྐད་འདི། ད་བཙུན་མོ་མན་དེའི་བཟང་མོ་གི་གསུང་ནི། ཉི་མ་ལྟ་བུའི་ར་མཛེས་ཀྱི་ཉང་སྲང་གསུམ།

ངི་ལོ་ཏོག་གི་སྡུག་བསྔལ་སེ་ར་གི་བཅོམ་སྟངས་མེར་ཨ་བླ་མ་ཡི་དམ་མཁའ་འགྲོའི་ཐུགས་རྗེའི་སྤྱན་བཞི་བདག་ཡིད་ལྷ་ནུས་མཐུ་ལྡན་པ་ཐམས་ཅད་པོ་སྐད་ཅིག་ཙམ་ལ་ངི་མགོ་མི་རྟོག་པ་འདི་མོ་གཟུགས་ཐོན་སྟངས་མེར་འདི་མོ་གཟུགས་སྐྱེ་བ་འདི་མགོ་ཐོག་བ་ཡོང་གོ་ནོ་ཆི་གཟིགས་ན་ངི་ཁོག་པའི་སྙིང་གི་སྙིང་ཧྲང་གསུམ་པོ་ར་ཤི་ནི་མ་རི་མོ་གསུམ་པོ་ཁ་བྲལ་གོ་ནོ་དུས་ཚོད་གཟུགས་ཐོན་སྟངས་མེར་ང་དམའ་བའི་ཆུ་བོའི་སྡུག་བསྔལ་འདི་ཨ་ང་འབའ་བྲམ་ཟེ་ཁྱི་ཁྱོད་ལན་ནི་ཡིན་ད་ཟེར་ནས་སྡུག་བསྔལ་གི་རྒྱ་སོང་ཟིག། དེ་དུས་རྒྱལ་བུ་དྲི་མེད་ཀུན་དང་གི་ཐུགས། ད་བསམ་མཐའ་འདི་གི། ཞེ་ཡི་མྱང་ཧྲང་ཆོས་ར་ཁ་བྲལ་གསུང་ནོར་བཟང་མོ་འདི་སྙིང་རིས་ཀྱི་ཐུགས་ཀ་ཁ་རེ། བཟང་མོའི་བྲང་ཁ་ཆུ་སྟོད་རེ་ཤི་ར་རྒྱལ་བསང་ཡིན། དེ་དུས་རྒྱལ་བུ་དྲི་མེད་ཀུན་དང་གི་བཟང་མོ་ཞལ་ནི། བཟང་མོ་ཁྱོད་ནི་བདག་ལ་ཁ་ཚར་ཉོན་དང།

ཡིན་དུ་མི་བྱུང་གནའ་བོའི་དང། ཆུང་མ་དང། བཟང་མོ་ཆུ་ནག་གཅིག་ཉོན། ཨ་ཉི་ག་སྔོན་ཁྱེད་སྦེ་ཏི་གྲོང་ཁྱེར་ན་ཡོད་དུས་ངི་ཁྱོད་སྐད་ཆ་བཤད་ནོ་ཁྱོད་སེམས་མ་ཨ་དྲན་གི། སྦེ་ཏི་ཡིན་ནའི་དི་རི་བླ་མ་མི་ནུས་སྐབས་སུ་ངས་ཁྱོད་འདི་བཟོས་མེད་མོ། ང་སྦྱིན་པ་གཏོང་འཇོག་དགའ་ནི་རི། འདོད་ནི་གཟིགས་ཡོང་གནའ་བོའི་དང་ཆུང་མ་ར་སྟེར་གྱིས། གལ་ཏེ་དགོས་མཁོ་ཅན་ཟིག་ཡོད་ན་ང་རང་གི་ཧྲོག་བ་ར་སྟེར་གྱིས། རྫས་ན་ཆུ་སྦྱིན་པའི་བར་ཆད་མི་ཡོད། ཚོགས་གཉིས་བྱང་ཆུབ་སྒྲུབ་པའི་དྲོག་ཡིད་ཀྱིས་ཟས། དམ་བཅའ་དེ་ཡི་ལས་ཆུང་ངུ་རྫ་དེ་ལས་ཡོང་ནི་ཡིན་ལྟ་མོ། ད་ཆོས་སྡིག་ངར་འཛིན་མི་བཟོད་ཡིན་ན། བླ་ལོངས་མང་བོ་རྒྱུད་ལས་ས་མཐའ་འདི་མོ་ཟིག་ག་ཐོན་དུས། ངི་སེམས་སྐྱོ་བའི་དྲོག་ཟིག་ག་ཆོས་ལས་ལྷག་པ་གཞན་ན་མེད་ཀི་ཆོས་སྡིག་ངར་འདི་མོ་ཟིག་ཡིས་ངི་ཡིད་སེམས་དཀྲུགས་བཏང་ན། ད་ཆོས་སྦྱིན་པའི་བར་ཆད་ལས་ནི་རུ་མོ། ཆོས་དུ་མ་ཡིད་སེམས་ཨ་མདངས་འཇུབ་ཟེར་དུས། རྒྱལ་བུ་ཁོང་རིགས་ཡང་སྙིགས་ཆེ་མང་བོ་ཁོར་སོང་ཟིག།

བརྩེ་བའི་སེམས་ཀྱི་མཆི་མ་འདོན་པ་ཡིན། རྒྱལ་བའི་ཐུགས་ཡིད་སྤྲུལ་ཕྱིར་ངེས་པ་མིན། རྒྱལ་པོ་ཆེན་པོ་ཆེ་གི་མོ་གཅིག་ཉོན། ཉང་ལྷང་ཁྱོད་མགྱོགས་ཁ་མོའི་ལམ་འཇིགས་གཟིགས་མ་ཐུབ་ནུས་སྟོབས་ཀུན། མོའི་བརྩེ་བའི་སེམས་འགགས་སྙིགས་ཆུ་དཀོན་ནོ་མ་གཏོགས་རྒྱལ་པོ་ཆེ་གི་ཐུགས་སེམས་དཀྲུགས་རྒྱུའི་ཕྱིར་དུ་མོའི་སྙིགས་ཆུ་ནི་མིན། ཉང་དང་འདྲ་བའི་རབ་མཛེས་ཉང་ལྷང་སྲིན་པོ། དར་སྐུ་བས་ན་བྲམ་ཟེ་ཆུའི་ཁ་བྲལ་ལས་རང་རང་གི་ད་སོ་ཆུ་ཚང་འབྱོར། སྙིང་དང་འདྲ་བའི་ཉང་ཧྲང་གསུམ་པོ་ཡང་མོའི་སྙིགས་ཤེས་ལས་བསྡད་ན་མོའི་སྙིགས་ཀྱི་ངལ་རྩོལ་མཐར་ཐུག་དོན་གཏོང་གི། བསམ་ཞིང་བལྟས་ན་རང་སེམས་སྐྱོ་གི་ར། ཕྱི་མོ་སྐྱོ་ན་ར། རྒྱལ་བོ་ཁྱེད་ཀྱི་གསུང་ལས་ནམ་ཡང་མོ་འགའ་ནི་མ་རེད། ཐིག་རྐང་རྫོགས་རྒྱུའི་ཕྱིར་དུ་ཁྱེད་ཀྱི་ཅི་གསུང་དུམ་བུའི་དྲི་བ་བཙལ་ནས། ཡང་ཡར་སོང་ཟིག། ནག་ཏུ་གོ། ཤིང་ཏོག་མང་ས་ཟིག་ཐོན་ནས།

རྒྱལ་བུ་ཁོང་རིགས་ཀྱི་ཨ་ཙི་ཨི་རོ་མཆོག་བརྒྱད་དང་ལྡན་པའི་ཤིང་ཏོག་འདི། སྔོན་མའི་ཞིམ་མངར་བསྡད་ནས་ཟས་ཀྱི་མཆོག་གཟུགས་རིང་ངུ་ཉང་ཧྲང་སྲིན་པོ་གསུམ་ན་ཡོད་རྗེས་ན་ཞེ་ཡི་ཆུ་ལག་འཇོག་གོ་གྱུར། ཞེ་ཡིས་ཉང་ཧྲང་ཆུ་མེད་ནོ་ཁོང་གི་ཡིད་སེམས་སྐྱོ་གི་བཟོས་ཏེ། བཟང་མོ་ཡང་སྙིགས་ཆེན་མང་བོ་ཤོར་ཟིག། དེ་དུས་རྒྱལ་བུ་ཁོང་རིགས་ཀྱི་ཡང་དག་གསུང་མིར

ད་ཉི་ད་སོང་ནུ་ཁ་ནང་གི་ཆུ་བཟོ་མི་ཟེར་གི་ནི། འདང་རྒྱག་ཡག་མ་ཡིན་ན་ཡིད་སེམས་དེ་མི་ཤར་གྱི་ཅང་ཡོད་ནི་མ་རེད། བསམ་ཞིང་ལྟ་ཡག་ཡིན་ན་རང་སེམས་འཁྲུལ་ནི་མ་རེད་ནི་ཨར་མིའི་འབྲས་བུ་བཟང་མོ་ཁྱོད་བཟོ་སོང་ནི། དེ་ནི་རྣམ་པ་གཉིས་ཀ་ལམ་ཁ་ཟིག་ན། ཁྱེའུ་ཆེན་པོ་ཟིག་སྒྲོལ་དཀའ་བ་ཧར་ཁ་འབུད་རྒྱུ་དཀའ་ནི་ཁྱི་ཆེན་ཟིག་གཏིང་ཟབ་ས་ཟིག་ཐུག་དང་ཟིག། དེ་དུས་རྒྱལ་བོས་ཁོང་རིགས་ཀྱི་སྨོན་ལམ་འདི་བཏབ་ནི། བླ་མ་ཡི་དམ་མཁའ་འགྲོ་ཐུགས་རྗེའི་སྤྱན། བཞི་བདག་དབྱེར་ལ་ནུས་མཐུ་ལྡན་པ་རྣམས། བདེན་པའི་སྟོབས་ཀྱི་དབང་གི་རྒྱབ་རྩ་ཡེ་ནས་ཆུ་བོ་འདི་བླ་མཛུག་སྟོན། གལ་ཏེ་ངུ་སྙིགས་ཁྱི་ཆེན་འདིའི་ཧར་ཁ་མ་ཐར་ན། ཡབ་ཀྱི་བཀའ་འགའ་འཇོག། ཕྱི་མ་བྱང་ཆུབ་ཐོབ་རྒྱུའི་དགག་རི། ཆུ་བོ་ཆེན་པོའི་བླ་མཆོད་བསྟན་དུ་གསོལ་གསུངས་ནས། ཕྱི་དུ་ཡང། ཡར་ལ་འཁྱིལ་མར་ལ་འཁྱིལ། བར་དུ་བླ་མཆོང་དང་གཟིགས། དེ་ནས་རྒྱལ་བུ་གང་རིགས་ཀྱི་ཐུགས་དགོངས་བ། ཕྱི་འདི་གཡའ་ར་མཆིས་སྨད་ར་ཆད་སོང་ན། བར་གྱི་སྲོག་ཆགས་སེམས་ཅན་མང་གནོད་པ་ཡོད་ནོ་མཁྱེན་ནས། ད་ཁྱེད་ཆོས་སྔར་བཞིན་དུ་ཤི་ར་བཞི་ར་དང་གསུངས་ནས། ཁྱི་གཅན་དུ་སྔར་བཞིན་དུ་ཤི་ར་བཞིར་སོང་ཟིག། དེ་ནས་རྣམ་པ་གཉིས་ཀ་གཡའ་ར་ཧེབ་དེས་དགའ་ལོང་འདི་ནི་གཡོ་བའི་འཕྲང་གཟིགས་ཀྱི་གཟུགས་ཀ་ཐོན་དང་ཟིག། དེའི་སྐབས་དེར་ནམ་མཁའ་གི་ལྷའི་དབང་བོ་བརྒྱ་བྱིན་དྲ་ཚང་བ་གཉིས་ཀ་བྲམ་ཟེ་གཉིས་ཀྱིས་དཀྲི་ལས། རྒྱལ་བུ་དྲི་མེད་ཀུན་ལྡན་གྱི་སྦྱིན་པ་སྟོང་གང་ནང་དུ། ཀུན་རྫོབ་ཀྱི་སྦྱིན་པ་ཡིན་ན་དོན་དམ་གྱི་སྦྱིན་པ་ཡིན། རང་སྙིང་ལན་གཅིག་གི་སྦྱིན་པ་ཡིན་ན་དོན་དམ་ངེས་ཀྱི་སྦྱིན་པ་ཡིན། ཉམས་གཟུགས་ལང་གཅིག་ལྟ་དགོས་ཀྱི་ས་མེད། རྒྱལ་བའི་སྐུ་མདུན་ན་ཡོང་བའི་ཁོང་གཉིས་ཀ་སྦྱིན་པ་གཟུགས་མཛེས་གཟུགས། རྒྱལ་བུ་དྲི་མེད་ཀུན་ལྡན་ཁོང་རིགས་ཀྱི་ཐུགས་དགོངས་བ། གནས་འདི་དག་ཉེ་ཡོང་ས་ཟིག་མ་རེད་ར། འདི་མི་མ་ཡིན་གྱི་ཆོམ་ཁྲི་འདྲ་ཨེ་ཡིན་ན་ཐུགས་ཡ་ཤ་རེད། ཁྱི་ཉི་ག་གང་གི་ཡིན། ང་སྟེར་རྒྱུ་མེད་ལུགས་གསུངས་ཟིག། བྲམ་ཟེ་ཉི་གས། ཁོང་ཉི་ག་ཡུལ་ཕ་བ་བྱ་བ་གི་ཡིན། བརྙན་དང་འཁོར་གཡོག་མེད་པའི་སྡིངས་ལ་ཉོང་དགོ་ནག་ཉེས་ཡིན། ཁྱོས་རྩིབ་མོ་དུ་ཁོང་ཉི་ག་ཤི་ན་དང་ཟེར་ཟིག། རྒྱལ་བུ་ཁོང་རིགས་ཀྱི་ཐུགས། ད་ཐེངས་བཟང་མོ་འདི་མ་བྱིན་ན། ངའི་སྔུན་ན་སྦྱིན་པ་གཟུགས་ཤིང་ཤིང་ཐམས་ཅད་པོ་དོན་མེད་སོང་མོད། ད་ཤིང་སྟོང་གོ་གོ་ར་ས་ཐག་རོང་བཙུན་མོ་ཟིག། ང་བསམ་མེད་ང་ཆགས་ཡོང་མོད། ད་ང་དང་ཁ་བྲལ་དགོས་ནོ་གི་སྡིག་ལ་འཁུར་དགོས་བ་ལ་སྙིང་རེ་རྗེ་སྟེ། ཡིན་ན་ར་འོན་ཀྱང་སྟེར་རྒྱུ་མ་གཏོགས་ཐབས་མེད་གི་བསམ་མེད།

ཆེ་གི་སྙིང་བོ་ལོངས་སྤྱོད་སྦྱིན་པ་ཡིན། ཡིན་རུང་འགྲོགས་ནས་ངུ་ཁྱོད་སེམས་ཀྱི་མི་ཕོད་ཀི་ར་ཏལ་ལན་བཟང་མོ་ཁྱོད་མ་བྱིན་ན། ང་སྦྱིན་པའི་མཐའ་མི་རྫོགས་གི། ཁྱོད་ཀྱང་ཕྱི་མའི་བདེ་བ་མི་ཐོབ་གི། དེས་ན་བྲམ་ཟེ་གི་ཐིག་དགོངས་རྫོགས་ཕྱིར་དུ་ཁྱོད་སོང། ང་ར་ཁྱད་པར་མེད་བྲམ་ཟེ་གི་བསམ་སེམས་འདོད་འདོད་བྱས། སྙིང་གི་དཀྱིལ་དུ་འཕྱོང་ཞིག་ཡིད་འོང་མ་ཟེ་ཟིག། དེ་དུས་བཟང་མོ་གི། ང་བྲམ་ཟེ་གནང་སྟངས་ན་རྒྱལ་བུ་ཁོང་རིགས་གཡོག་ཡིན་ནོ་ནི་མ་རེད། ང་ཅིག་དམག་ནང་འགྱོ་ཞིག་ཟེ་དེས། ཡང་རྒྱལ་བུ་གི་གསུང་མི་ཤེས། བཟང་མོ་དེ་སྐད་མ་ཟེར་ཁྱོས་ང་བསྙོན། ངས་ཅི་འདོད་འདོད་སྟེར་བའི་གཏམ་ཅི་ཡོད་ནོ་ཁྱོས་ཤེས་གི་མོད། ང་ཡི་སྦྱིན་པའི་བར་ཆད་མ་བྱས་པར་ཚོགས་གཉིས་བྱང་ཆུབ་སྒྲུབ་པའི་གྲོགས་ཡིན་དགོས་ནི། ང་མ་གསུམ་བྲམ་ཟེ་གི་གཡོག་བ་སོང་ར་ངུ་ཞབས་ཕྱི་གྲུབ་ནོ་གི་ལྷག་ཡིན་གསུངས་ཟིག། དེ་ནས་བཟང་མོ་གི་སྙིགས་ཕྱི་ཧི་ཞོ་ར་འཇོ་འཇོ་ཁས་བླངས་བཏང་ཟིག། དེ་དུས་རྒྱལ་བུ་ཁོང་རིགས་ཀི་བྲམ་ཟེ་གཉིས་ཀ་འདི་གསུང་མི་ཤེས།

འདིའི་བཟང་ཆ་བཤད་ཀྱིན་ན་བཟའ་བཏུང་ཞིམ་མངར་གྱི་སྐྱིད་དང་ལྡན་པའི་ཟ་མ་ལས་ཀྱང་མཁས་ནོ། ཡིད་དུ་འོང་བའི་མཛེས་མ་སྨན་ཟླའི་བཟང་མོ་འདི་ང་མི་དགོས་བྲམ་ཟེ་གཉིས་ཀ་ཞི་ནི་ཡིན་གསུངས་ཚུལ། བྲམ་ཟེ་གཉིས་ཀས་བཟང་མོ་ཁྱི་ལས་གོམ་པ་བརྒྱ་ཙམ་ཟིག་ག་སོང་བས། སླར་ཡང་ཁ་ཕྱེ་ལ་འཁོར་བས་རྒྱལ་བུ་ཁོང་རི་ག་ཡར་འབུད་ཟིག། བྲམ་ཟེ་གཉིས་ཀས་ཡར་ཕྱིན་ནས།

བསྟན་འགྱུར་གྱི་མི་ལུས་རིན་པོ་ཆེ་ཐོབ་པ་དོན་ཡོད་པ་མཛད་པའི་ངོ་མཚར་ཅན་པོ། དོན་དམ་གྱི་སྦྱིན་པ་གཏོང་ནུས་མི་དབང་གི་སྐུ་ཆེན་པོ། རང་གི་སྲོག་ཀྱང་སྦྱིན་པ་གཏོང་ཐུབ་ནོ། རྒྱལ་བུ་སྟོང་ཕོད་ཆོས་ཅན་ལ་ཆོས་ལ་ཕྱག་འཚལ་ལོ། ཟེར་ནས། བཙུན་མོ་ཤེས་རབ་འབུགས་དེས། རྒྱལ་བུ་གྱི་ངུ་ཤིན་དང་ཤེས་རབ་མི་ལེན་རྫས་ཚུགས། ད་ཁྱི་གཉིས་ཀྱི་ཁྱི་རྫས་དེས། བྲམ་ཟེ་གཉིས་ཀྱི་ལྷ་གི་ལུས་བསྟན་ནས། རྒྱལ་བུ་ཆེན་པོ་ཁྱོད་ལ་ཞེན་ཆགས་ཡོད་མེད་ལ་ངེད་གཉིས་ཀྱི་མཉམ་གཟུགས་བླངས་ནས། ཁོང་གཉིས་ཀ་ཁྱེད་ཀྱི་བཙུན་མོ་མི་དགོ། ཟེར་ནས་ལྷའི་དབང། རྐྱེན་ནམ་མཁའ་ཧྲིག་ཧྲིག་ཟག་གཅིག་མཛད་དེ། དེ་མ་ཐག་ཏུ་ལྷ་དགའ་དབང་བོའི་ལྷ་ཐམས་ཅད་དབང་དུ་བསྡུས་ནས། ས་དག་གི་འབྲོག་སྡེ་ཆེན་པོ་གཟུགས་ཀྱི་སྤྲུལ་ལས། འབྲོག་པའི་སྡེ་བ་དག་ཐམས་ཅད་ཀྱི་རྒྱལ་པོའི་ཡབ་ཡུམ་གཉིས་ཀ་ཞབས་ཏོག་ཕུན་སུམ་ཚོགས་པའི་སྙིང་གར་གཟིགས། དེ་དུས་ལྷའི་དབང་བོ་བརྒྱ་བྱིན་གྱི་ཤག་འཚལ། ལྷའི་དབང་བོ་རྗེ་བཙུན་དམ་པ་ལགས། ཉི་ཚེ་འདི་བློས་བཏང་ཡིད་བྱེད་མའི་དོན་ཆེན་སྒྲུབས་ནོ། འགྲོ་བ་སེམས་ཅན་གྱི་དོན་མཐར་ཕྱིན་པ་བླ་ན་མེད་པའི་མངོན་པར་རྫོགས་པའི་སངས་རྒྱས་ཐོབ་པའི་རྒྱལ། འཇིག་རྟེན་སྒྲོན་མེ་འཛབ་པའི་ངོ་མཚར་བྱམས་པོ་སྐྱེ་བོ་དམ་པ་ཁྱོད་ཕྱག་འཚལ་ལོ། འཛམ་གླིང་འགྲན་ཟླ་མེད་པའི་ཉེ་ཆར་གྱི་རྫས་ཟིག། དེ་ནས་རྒྱལ་བོའི་ཡབ་ཡུམ་གཉིས་ཀས། ད་ལྷའི་དབང་བོ་རྒྱབ་ཤིང་གི་མཆོད་པ་འབུལ་ནོ་དེའི་འབྲོག་སྡེ་གི་སྟེང་ནས་ཡར་ཧེ་བས། གཡང་ལམ་ཁ་ཟིག་གི་ཕྱིར་སྙིགས་ཟིག་བལྟས་ཏེ། ད་གི་འབྲོག་སྡེ་དུ་འཇའ་ཡལ་བ་བཞིན་དུ་མེད་སོང་ཟིག། གཡང་ཡར་སོང་དུས།

རྒྱལ་བའི་ཆེ་ཁ་ཞུན་སུལ་ལམ་ཡིན་ནི་མ་རི་ཟི་དེའི་རྒྱལ་བུ་གི། ད་ངའི་ཚེ་རབས་སྔོན་མ་བསོད་ནམས་བཟི་བསགས་ཡི་དལ་འགྱུར་གི་ཉི་ལི་ཟིག་ཐོབ་ནི་རེད། སྦྱིན་པ་དང་ཡི་ལོངས་སྤྱོད་མཛད་པ་མེད་པ་ཟིག་ཐོབ་ནི་རེད། དཀར་བོ་དགེ་བའི་ལས་བསྟན་ནི་རེད། ད་ཆུ་ང་མཆོད་པ་ཡིན་ནི་རེད། འདོད་པ་དགུན་ཆང་ཡི་ལོངས་སྤྱོད་ལ་ཞེན་ཅིང། ཆགས་པ་བྱས་ནས་ང་འདི་གི་བརྡལ་བཏང་ནས། ཡབ་ཆེན་རྒྱལ་བོའི་བཀའ་འདི་གི་བྲོ་སྟངས་ན་ང་ཕྱི་མ་བྱང་ཆུབ་ཐོབ་རྒྱུའི་དགག་རེད། ང་རང་གི་དམ་ཚིག་ཉམས་འཇོག་དེ་བས་ང་ད་ལྟ་ཉིད་དུ་བདུད་ར་ཧ་སེང་གི་ཕྱོགས་སུ་འགྲོ་རྒྱུའི་བསམ་ནས། རྒྱལ་བོ་ཡབ་ཡུམ་གཉིས་ཀ་བླ་མ་བོའི་སྟེང་ནང་གྲོང་ཁྱེར་དུ་མེ་ལོང་གི་བླ་ཁབ་ཐིག་བཏབ་པ་བཞིན་དུ་མེད་སོང་ཟིག། དེ་ནས་རྒྱལ་བོའི་ཁོང་རིག་གི། ངས་དཀོན་མཆོག་ལ་གསོལ་བ་བཏབ་པའི་འབྲས་བུ་ཉི་ཚེ་འདི་ཕྱིར་སྨིན་སྟངས་ནང་འདི་ལྟ་བུ་ཟེར་གསུངས་ནས། ཡར་ཞོན་དུས་ནག་སྟུག་པོ། ཉི་མ་གཉིད་ཀྱི་མི་རིག་ས་ཤིན་ཏུ་སྐྱོ་ཡག་གནས་གཟིགས་ཐོག་ནས། ད་གར་ལྟས་གར་འགྱོ། གང་ཚ་འགྱོ་གོ་མ་བྱས་འཁོར་ཡུག་ཟླ་གཞོན་ནུའི་སྐབས་ཏེ། ཨ་ཧ་ཧ། ག་ལོར་གྱི་སྐད་ཅིག་ཉིད་ལ། རྣལ་འབྱོར་བ་གཟིགས་སྐྲ་སྐྱོ་རུ་བཅངས་བྱོ་ནས། དམའ་ར་ར་སྨིན་མ་ཐམས་ཅད་སེར་འཁྱིག་སེ་ཡོ་ནས། ལོག་པ་གཡས་པའི་ནང་ན་འདྲ་རི་ར། གཡོན་པའི་ནང་ན་རྐང་ལང་རྣམས་ནི་གཟིགས་དུག་དང་གཟིགས། མཉེས་ཏེ་ཨ་ཧ་ཧ་མཉེས་ཆོག་ཧམ་པ་ཆེན་པོ་ཅན་ཟིག་རེད། ཧ་སྔར་ཡུལ་གང་གི་ཡོང་ནི་ཡིན་ད་གང་འགྱོ་བསམ་ནི་ཡིན་ཟེར་དུས། ཡང་མཉེས་ཏེ་ད་འོང་བྱེད་ཚིག་འདི་ནས་དཔག་ཚད་ལྔ་བརྒྱ་སོང་ན། རྡི་རུ་ནག་པོ་ཧ་ཤང་སེ་སེ་རྒྱུ། ཨ་རི་དགོད་ཨ་རོང་རྩིད་པ། རྡོ་ཚ་རྟོག་ན་འདྲ་ཟིག་ཨ་ཀྱིབ་ནག་མདོང་ཤང་ཙམ་ཡོད་པ། དུག་ཤང་གི་མེ་ཏོག་རྒྱས་རྡོ་ས་དུག་མཚོ་བོད་བ་ལུབ་ནམ་མཁའི་མཐོངས་སུ་འཁྱིལ་གོ་ས། དུག་དྲུག་གི་ཁ་བསླང་ནམ་མཁའི་སྤྲིན་ཐུམ་ཐུམ་གཡུག་གི་ཡོད། ལྷ་འདྲེའི་གདུག་པ་ཅན་ཐམས་ཅད་གཉིས་འཚམས་མེད་པར་མཚོག་ཀྱང་སྲོག་གཅོད་ཡོད་ས། གཞན་ཡང་གཅན་གཟན་སངས་རྒྱས་སྟག་དང་བྲེ་དང་དོམ་ལ་སོགས་པ་གཅན་གཟན་གདུག་པ་ཅན་རྣམ་པ་སྣ་ཚོགས་ཀྱིས། མྱི་གི་གྲི་ཚོར་ན་བཟོད་གླགས་མེད་པར་འཇིགས་ཡོང་ནས་ས་ས། མཐོང་བ་ཙམ་གྱིས་འཇིགས་ཤིང་སྐྲག་པར་བྱེད་པའི་གནས་ཡོད་ནི། གཞན་ཡང་ལམ་གྱི་བར་ན་འཇིགས་སྐྲག་གི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཡོད། ཟེར་དུས། རྒྱལ་བུ་ཁོང་རིག་གི། ང་ནི་རྒྱལ་བུ་དྲི་མེད་ཀུན་ལྡན་ཟས་སྦྱོར་ཡིན། སྔར་སྦས་དུས་ཡི་གེ་ཡོང་ནི་ཡིན་ད་བདར་ཧ་ཞང་ཨ་འབྱོར་གྱི་ཡིན་གསུངས་ཚིག། རྣལ་འབྱོར་བ་དེས་ཨོ། རྒྱལ་བུ་དྲི་མེད་ཀུན་ལྡན་ཟས་སྦྱོར། ནོར་རྒྱལ་སེམས་ཐམས་ཅད་སྦྱིན་པ་ལ་གཏོང་དགོངས་ནོ་སྔུན་ན་སྣག་གི་ཐེས་མྱོང། དེ་རང་ཉིད་ཀྱི་རིག་ནོ་ངས་བསོད་ནམས་བསགས་དང་གཟིགས། ད་འདི་ནས་དཔག་ཚུལ་གཅིག་ཤོད་ན། སྣ་འགའ་ར་ཟིག་གིས་ཁྱི་ཆེན་པོ་ཟིག་ག་ཐུག་ཡ། ཁྱི་དག་གཡས་བཞོགས་སུ་བཞག་ནས་སོང་ན། གཅན་གཟན་འགྲོ་སའི་གསེབ་ལམ་ཡོད། ལམ་བསྟན་ནས་འཇོམས་པར་སྐྱེ་བ་ཕྱི་མ་འཇགས་ནས་སྨོན་ལམ་འདེབས་པ་སོང་ཚུལ། དེ་ནས་རྣལ་འབྱོར་བ་དུ་མས་སོང་ཚུལ། དེ་ནས་ཡར་ར་ཞོན་ཏེ། དར་ནག་སྟུག་པོའི་ཉི་མ་སྒྲིབ་བདོ་ས། མཛེས་ཟིན་གདུག་པ་ཅན་ཐམས་ཅད་སྙིང་གར་རིག་ས། གཅན་གཟན་ཐམས་ཅད་ཚུར་འཇུག་གིས་ངར་སྐད་འདོན་ས། དུག་ལྕི་ཁུག་མ་གི་ཧི་བ་ལུབ་གྲོག་པོ་ས་ཟིག་ཐོན་ཚུལ།

ཨ་ཙི། འདི་ལྟ་བུའི་གནས་འདི་བཟོ་ཆི་ཟིག་གནས་ན། འབྲས་དང་སྲིན་པོ་འབྱུང་བོ་སྙིང་དཀར་སྙིགས་ཀྱི་རིགས་ས། རྫུན་ཁྲིལ་ཆེ་ཞིང་ཆོམ་ཁྲིལ་སྟོན་ས། འདི་འཆི་བདག་སྡིག་གི་གྲོང་ཁྱེར་དུ་བསྐོ་ཡི་འགྱུར། སྟག་དང་སེང་གེའི་སྤྱན་ཟིན་ལ་སོགས་པ། མི་དྲུག་མཆེ་བ་གཙིགས་ཤིང་རྔམ་པ་མཐོང། དུག་ཆུ་ཁོལ་མའི་བ་ལུབ་ཀྱི་ཡིད་སེམས་སྐྱོ་ས། འདི་ནས་ཐར་བའི་དུས་ནི་ཡོད་ཀྱི་མ་རེད། ད་ནི། སྲོག་གི་དབང་བོ་སྟོང་ནས་དུས་ཚོད་ཐུན་སོང་ནི། ཨ་བླ་མ་ལྷ་དང་སྐོམ་ཆོག་རིན་པོ་ཆེ་བདག་ཅག་བཟའ་མི་ཉན་གྱི་བླ་མ་ན་ཟུག་འཕྲང་བཟོས་དུས།

སྦྱིན་པ་གཏོང་བའི་བློ་སེམས་དང་ལྡན་པ་ན། ལུས་དང་སྲོག་སྟེར་སྒོ་ན་འཕང་སེམས་ཏིལ་འབྲུ་ཙམ་གཟུགས་མེད་བཀྲ། སྨན་ཟླའི་བཟང་མོ་གི་སེམས་ཉིད་བདེ་བའི་ཕྱིར་དུ། ཁྱེད་ཅག་གིས་གནོད་སེམས་སྡིག་རྩུབ་མ་བྱེད། བྱང་སེམས་ལྡན་ཞིང་གནོད་པ་མ་བྱེད་ཞི་བ་ཆེན་པོའི་ངང་ལ་གནས་དུ་གསོལ། ཟས་དེས། འདྲེ་ར་གསུམ་པོ་གདུག་པ་ཅན་ཐམས་ཅད། གནོད་པ་མི་བྱེད་ཅིང་ཞི་བའི་ངང་གིས། ལྷུན་ཆགས་ཀྱི་ལས་བདག་འདུག། གཅན་གཟན་གྱི་ཚོགས་རྣམས་ཀྱང་གནོད་པ་མི་བྱེད་པར། རང་རང་ཨ་མྲའི་གདོད་ནུས་ཕྱིར་གྱིན་བཞིན་དུ་སྔ་མ་དབྱིག་གི་སྲི་བ་ཡིས་བསུས། ཤ་བའི་ཚོགས་ཐམས་ཅད་ཀྱང་སྐད་སྙན་པའི་སྒྲ་སྒྲོགས་ཡིས་སྲི་མ་ཡིས་བསུས། དེ་ནས་ཡར་ཧེབ་སྟེ་རྡུལ་རི་ཆེན་པོ་དེ་ཐོས་ནས། རི་དེ་ཡང་ཧིག་ཏོ་ན་གངས་རི་དཀར་བོ་ཅན། མདའ་ན་རྫ་རི་དམར་བོ་ཅན། བར་ན་ཆུ་འཕྲིན་འབབ་གོ་ས་ཟིག། རྒྱལ་བུ་ཁོང་རིགས་རི་དེ་ཕེབས་པ་ཙམ་གྱིས། ཤིང་སྐམ་པོ་ཐམས་ཅད་ལ་རླུང་འདེབས་བགྱི། ཕྱི་མིག་སྐམ་པོ་ཐམས་ཅད་ལ་ཕྱི་བཞིར་བགྱི། དུས་སུ་རི་དེ་ལ་གནས་པའི་ལྷག་ལྷུག་གནོད་སྦྱིན་དྲི་ཟ་གསུམ་པོ་ར། ཤ་ཟ་དྲི་འབྱུང་རོ་ལངས་ར། ནམ་མཁའ་དང་ར་སྨིན་བཅུ་ལ་སོགས་པ་ཐམས་ཅད་སྟག་ར་གཟིག་ར་དུམ། བྲེད་ར་སྐྱང་ཁུ་ར་སྐྱེས་སྐྱང་ལ་སོགས་པ། སྐྱེད་འཛིན་མང་བོ་ར། གླང་བོ་ཆེ་ར་མ་ཧེ་ར་ཁྱུ་མཆོག་ལ་སོགས་པའི་རི་དྭགས་ཀྱི་ཚོགས། ཁྲོང་ཁྲོང་ར་ངང་བ་ར་ངུར་བ་ར་རྨ་བྱ་ལ་སོགས་པ་འདབ་བྱ་གི་ཚོགས་ཐམས་ཅད་བྲལ། གཞན་ཡང་རི་དུ་ནགས་གནས་སྡོད་ནོར་སོགས་ལྕོག་གི་རིགས་ཐམས་ཅད་པོ་འདུས་ནས། རྒྱལ་བུ་ཡབ་ཡུམ་གཉིས་ཀ་བསུ་མ་ཧེ་གཟིགས། དེ་ནས་རྒྱལ་བུ་ཡབ་ཡུམ་གཉིས་ཀས་རྡུལ་རི་དེ་གཟིགས། རི་དེ་ཡང། ཁ་ལྷོ་ཕྱོགས་བར་འཁོར་བརྡོལ་ནས། ཉི་མ་ཤར་རྒྱུ་སྔ་ནས། འཇའ་ལྗོངས་ཡང་འགོར་ནས། ས་དེ་ན་ནམ་ཡང་གི་ཀྱ་ཀྱོ་ར་ཧ་ཧར་མེད་ས། གཙང་མའི་ཆུ་འཕྲིན་འབབ་ས། བྱ་སྣ་ཚོགས་ཕན་ཚུན་དུ་རྩེ་ས། ཤིང་ཨར་མའི་སྡོང་བོ་མང་ས། ས་གཙང་ཞིང་མེ་ཏོག་སྣ་ཚོགས་སྐྱེས་ས། ཡིད་དང་ཞིང་མདངས་དང་ལྡན་པ་དེ་ནི། ད་ཤང་ལོའི་སྤྱི་བོ་རེ་བྱས་ནས་ཤང་གི་ལོ་མ་གི་ད་འདུག་ས་གི་མཁང་བ་ནི་འདྲ་རེ་ལས་ནས། རྒྱལ་བོ་དྲི་མེད་ཀུན་འདུལ་ཁོང་རུས། སེམས་བསྐྱེད་རྫོགས་སྐུ་དོན་ལ་བརྟེན་ནས་གཞུག་བཟློག། བཙུན་མོ་སྨན་ཟླའི་བཟང་མོ་ནི། རྒྱལ་བོ་དང་གཙུག་གཟིགས་རྒྱང་རིང་ཙམ་དུ་བཞུགས། སྐབས་སྐབས་སུ། ཤིང་ཏོག་སུས་ཏོག་རེ་ཐོས་ནས་རྒྱལ་བོ་གངས་རིའི་མཆོད་པ་འབུལ་བའི་དལ་འཁོར། དེ་ནས་ཡུན་རིང་བོ་ཟིག་ལོན་པའི་སྐབས་དེ། བཙུན་མོ་སྨན་ཟླའི་བཟང་མོ་རྒྱལ་བོའི་སྐུ་མདུན་ན་སོང་བས། སྨན་ཟླའི་བཟང་མོ་གིས་རྒྱལ་བོ་དྲི་མེད་སྐུ་མདུན་ན་ཡར་ར་ཞུས་ནས།